ལེའུ་སོ་གཉིས་པ་མགོན་མེད་ཟས་སྦྱིན། བཅོམ་ལྡན་འདས་ལ་མཐུན་འགྱུར་ཞུ་བའི་ཕྱུག་བདག་ཅིག། རྒྱུར་ཆུ་ལྡན་པའི་མགོན་མེད་ཟས་སྦྱིན་ནི་བདེ་སྦྱིན་ཞེས་བྱ་བའི་ཡུལ་དུ་སྐྱེས་ཤིང་ཧ་ཅང་གི་གཏོང་ཕོད་ཡངས་བ་ཞིག་ཡིན་པར་བརྟེན། ཁོང་ལ་དགོས་མེད་ཟས་སྦྱིན་བཤད་པའི་མཚན་དེ་ཐོགས་པ་རེད། ཨ་ན་ཐ་ཞེས་པ་ནི་ཉམ་ཐག་པའམ་མགོན་མེད་པ། པིན་ཐི་ཀ་ཞེས་པ་དེ་ཟས་སྦྱིན་པའོ། དགོས་མེད་ཟས་སྦྱིན་གྱིས་རིན་གོང་གྱ་ནོམ་པ་ཕུལ་ནས་རྒྱལ་ཆེས་རྒྱལ་སྲས་ཀྱི་ཕྱག་ནས་སྐྱེད་ཚལ་ཞིག་ཉོས་ཏེ། དེའི་ནང་སངས་རྒྱས་བཅོམ་ལྡན་འདས་དབྱར་གནས་ལ་བཞུགས་སའི་སྙན་གྲགས་ཅན་གྱི། རྒྱལ་བུ་རྒྱལ་བྱེད་ཀྱི་ཀུན་དགའ་ར་བ་དེ་ཉིད་ཞིང། སྐྱེད་ཚལ་དེའི་རིན་གོང་ནི་ཉོས་པའི་ས་གཞི་དེའི་རྒྱ་ཁྱོན་ལ་གསེར་གྱི་སྐྲའམ་སྐབས་དེའི་ཚད་ཀྱིས་བཞེས་ནས་ཉོས་པ་ཞིག་གོ། སངས་རྒྱས་བཅོམ་ལྡན་འདས་ཀྱིས་རླབས་ཆེན་གྱི་མཛད་པ་མང་དག་ཅིག་ལྷིང་འཇགས་པའི་སྐྱེད་ཚལ་དེ་ནས་བསྐྱངས་ཤིང་གསུང་ཆོས་ཀྱི་གདམས་པ་མང་ཆེ་བ་ཡང་སྐྱེད་ཚལ་དེ་ནས་གནང་བ་རེད། གང་ལྟར་སངས་རྒྱས་བཅོམ་ལྡན་འདས་རྒྱལ་བུ་རྒྱལ་བྱེད་ཀྱི་ཚེ། མགོན་མེད་ཟས་སྦྱིན་གྱི་ཀུན་དགའ་ར་བའམ་གཙུག་ལག་ཁང་དེར་ཁྱོན་བསྡོམས་དབྱར་གནས་ཐེངས་ཉི་ཤུ་རྩ་བཞི་ལ་བཞུགས་སོ། སངས་རྒྱས་བཅོམ་ལྡན་འདས་ཀྱིས་མགོན་མེད་ཟས་སྦྱིན་ལ་གནང་བའི་གསུང་ཆོས་ཀྱི་གདམས་པ་མང་དག་ཅིག་ནི། འཇིག་རྟེན་ཁྱིམ་པའམ་མི་སྐྱ་རྣམས་ཀྱི་ཆེད་དུ་གསུང་བ་ཞིག་ཡིན་ལ། གསུང་ཆོས་དེ་རྣམས་ཀྱི་ནང་ནས་ཚན་པ་གཉིས་ནི། སྦྱིན་པའི་ཉམས་ལེན་དང་རིགས་བཞིའི་བདེ་བ་ལས་བརྩམས་ཏེ་གསུངས་པ་ཞིག་ཡིན། ཁོང་གིས་སྦྱིན་པའི་སྐོར་གྱི་བཀའ་ཁྲིད་དེའི་ནང་དཔེར་ན་ནང་པ་སངས་རྒྱས་པའི་ཆོས་སྒོར་ཞུགས་པའི་ལྷའི་དང་པོ་བའི་ཁྱིམ་པ་རྣམས་ཀྱིས། རབ་ཏུ་བྱུང་བ་རྣམས་ལ་བསོད་སྙོམས་འབུལ་རྒྱུ་དང། དགོན་པའམ་གཙུག་ལག་ཁང་བཞེང་བ་སོགས་སྦྱིན་པའི་ཉམས་ལེན་ལ་ཞུགས་རྒྱུ་དེ་ཧ་ཅང་གི་གལ་འགངས་ཆེན་པོ་ཡིན་པའི་བཀའ་སློབ་གནང། དེ་བཞིན་སྦྱིན་པའི་ཉམས་ལེན་ལ་གཞོལ་བ་ལས་ཀྱང་གལ་འགངས་ཆེ་བ་ཞིག་ནི་དཀོན་མཆོག་གསུམ་ལ་སྐྱབས་སུ་སོང་སྟེ། བསླབ་པའི་གཞི། བསླབ་པ་ལྔ་པོ་དེ་ལེགས་པར་བསྲུང་རྒྱུ་དེ་ཡིན། གང་ལགས་ཤེ་ན་བསླབ་པའི་གཞི་ལྔ་པོ་དེས་ང་ཚོའི་ལུས་ངག་གི་ལས་ངན་མང་དག་ཅིག་འཇོམས་ཐུབ་བོ། དེ་ལྟར་བསླབ་པའི་གཞི་ལྔ་པོ་དེ་ལེགས་པར་བསྲུངས་པ་ལས་ཀྱང་གལ་འགངས་ཆེ་བ་ཞིག་ནི། དུས་རྒྱུན་དུ་བྱམས་པ་བསྒོམ་རྒྱུ་དེ་ཡིན། འོན་ཀྱང་མཚོ་རླབས་པོ་ཆེ་སྡུད་པར་བྱེད་པའི་ཐབས་ལམ་མཆོག་ཏུ་གྱུར་པ་ནི་འགྱུར་བའི་རང་བཞིན་ཅན་གྱི་ཕྱིའི་དངོས་པོའི་ཡིན་ལུགས་ལ་བརྟེན་ནས་ནང་གི་ཉམས་རྟོགས་གོང་མཐོར་གཏོང་རྒྱུ་དེ་ཡིན་ནོ། ཞེས་སོགས་གསུངས་སོ། རིགས་བཞིའི་བདེ་བ་ལས་བརྩམས་པའི་གསུང་གི་གདམས་པ་ནི་འཇིག་རྟེན་ཁྱིམ་པ་རྣམས་ཀྱིས་ཀྱང་ཉམས་སུ་བླངས་ནས་ལོངས་སྤྱོད་ཐུབ་པ་ཞིག་ཡིན་ཏེ། དེ་རྣམས་ནི། བདག་ཐོབ་ཀྱི་བདེ་བ་དང། རྒྱུ་ནོར་ལ་བརྟེན་པའི་བདེ་བ། བུ་ལོན་མེད་པའི་འདེ་བ། བག་ཡོད་ཀྱི་འདེ་བ་བཅས་ཡིན། དང་པོ་བདག་སྟོབས་ཀྱི་འདེ་བ་ནི། རང་ཉིད་རང་ལས་ལ་ཧུར་བརྩོན་གྱིས་བྱ་བ་བྱས་ཤིང་དྲང་བདེན་གྱི་འཚོ་བ་ལ་བརྟེན་ནས་ཐོབ་པའི་ཆོག་ཤེས་པའི་འདེ་བ་དེ་ཡིན། གཉིས་པ་གཞན་གྱི་རྒྱུ་ནོར་ལ་བརྟེན་པའི་འདེ་བ་ནི་རང་ཉིད་ཀྱི་འགན་འཁྲི་ལེགས་པར་བསྒྲུབས་ཏེ་སྐྱེ་བོའི་ཚོགས་དང་མཉམ་གནས་ཀྱིས་རྒྱུ་ནོར་ལ་ལོངས་སྤྱོད་ཅིང་ཆོག་ཤེས་པའི་འདེ་བ་དེ་ཡིན། གསུམ་པ་བུ་ལོན་མེད་པའི་འདེ་བ་ནི། གཅེས་རྒན་ཁྱིམ་པ་རྣམས་ཀྱིས་དུས་ནམ་གྱི་རྩི་ཡང་གང་ཟག་གཞན་སུ་ལའང་བུ་ལོན་ཆེ་ཆུང་གང་ཡང་མེད་པར་བྱས་ཏེ་དེ་ཙམ་གྱིས་ཆོག་བཞིན་པའི་འདེ་བའོ། བཞི་པ་བག་ཡོད་ཀྱི་འདེ་བ་ནི། སྐྱེ་བོ་གཞན་གྱིས་ནག་ཉེས་བཙུགས་པ་ལས་ཐར་བའམ་ཡང་ན་ནག་ཉེས་ཡེ་ནས་མེད་ཅིང། རང་ཉིད་ཀྱིས་ཀྱང་གཞན་ལ་ལུས་ངག་ཡིད་གསུམ་གྱི་སྤྱོད་པ་གང་ཐད་ནས་གནོད་པ་མི་བྱེད་པ། དེ་ཙམ་གྱིས་ཆོག་གཤིན་པའི་བདེ་བ་བཅས་སོ། མགོན་མེད་ཟས་སྦྱིན་ནི་རང་གི་སྐུ་ལུས་ནས་འོད་ཟེར་ཁྲུམ་ཁྲུམ་དུ་འཕྲོ་བཞིན་པ་ཞིག་ཡོད་སྟབས། ཧ་ཅང་གི་སྤོབས་སེམས་ཆེན་པོ་དང་ལྡན་པ་ཞིག་ཀྱང་ཡིན། གང་ལྟར་ཁོང་གིས་རྒྱལ་པོའི་ཁབ་ཀྱི་ཉི་ཟླ། བསིལ་བའི་ཚལ་ཞེས་བྱ་བའི་སྐྱེད་མོས་ཚལ་ནས་སངས་རྒྱས་བཅོམ་ལྡན་འདས་ལ་ཐོག་མར་མཇལ་ཞིང། བུད་མེད་ཟས་སྦྱིན་གྱིས་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་མདུན་ནས། ཐོག་དང་པོར་གསུང་ཆོས་ཀྱི་གདམས་པ་ཉན་སྐབས་ལྷག་ལམ་གྱི་ཐོག་མ་འདི་རྒྱུན་དུ་ཞུགས་པའི་གོ་འཕང་ཐོབ་བོ།